ལོ་བ་དག་གང་ཅི་ད་ལྟ་དེ་ན་གར་དུ་དུས་འཁོར་ལ་ཐུགས་འབྱུང་ཤིན་ཏུ་གྲུབ་པར་མཛད། ཤེས་ཡིན་ལོ་གསར་ལོ་མང་པོ་ལ་སྡེ་སྣོད་མང་དུ་གསུངས། སྐབས་དེ་དུས་ཁོང་རང་གིས་སང་བཅས་དུས་ཀྱི་འཁོར་ལོ་ལ་ཐུགས་འབྱུང་མཛད་བར་མ་ཟད། ད་དགེ་བའི་བཤེས་གཉེན་དང་སློབ་མ་མང་པོ་ཞིག་ལ་ད་གསུང་ཆོས་སྡེ་སྣོད་གསུམ་སྤྱི་སྒྲིག་སྤེལ་གྱིས་གསུང་ཆོས་མང་དུ་གསུང་བར་མཛད། དེས་ན་རྫོང། སྦྱིར་བྲག་པ་རིན་ཆེན་པ་དེས་རྗེ་འདི་པ་ལ་གོང་ན་རྨིས་བྱེད་པའི་དད་པ་ཡོད་པས་འོ་ད་བྱ་ཙང་ཁོང་དེ་ནས་འཇམ་དབང་བླ་མ་ཙོང་ཁ་པ་ཆེན་པོ་ལ་སྔར་ན་ཡང་དད་པ་ཤུགས་དྲག་པོ་ཡོད་པས་སྔ་ཕྱིར་གསོལ་བ་མང་དུ་བཏབ་འོ་དེ་ནས་ལན་མང་པོའི་བར་དུ་ཁོང་ལ་ཡར་ཅིག་ད་ཕེབས་རོགས་བྱས་ཟེར་ནས་ཡར་ཅིག་གསོལ་བ་མང་དུ་བཏབ་པ་ལ་དགོངས་ན་ཡར་ལུང་ཕྱོགས་ལ་བྱོན་པས་རྗེ་དེས། སྲིན་པོ་རིར་ཕེབས་པ་ན་དེ་དུས་གོང་དཀར་ནག་དགོན་པ་ཆོས་རྒྱལ་ཡོད་པས་ཁོང་ཡང་ལོ་བརྒྱད་འདས་པ་ལ་སྙིང་ན་དད་པ་ཡོད་པའི་དབང་གིས་ཞུ་བ་མནན་བཅས་ཕུལ་ཏེ། སྲོད་དེར་ཡལ་ག་དེར་རིག་རིག་སྔགས་བླ་ཁང་དུ་བཞུགས་ཏེ་སྡེ་སྣོད་འཛིན་པ་བདུན་བཅུ་ལྷག་ཙམ་ལ་བར་ཚད་སྔོན་པ་གོང་འོག་འདུལ་བ་རྡོར་རྩ་བ་དབུ་མ་འཇུག་པ་སོགས་གསུངས་ད་གང་ཅི་འོ་ད་སྐབས་དེ་དུས་ཀྱི་ཨེ་ནི་ཁོང་རྣམས་ལ་རོ་ད་ཅིག་གསོལ་བ་དེ་ད་གང་ཅི་ཁ་སང་དེ་ངན་ལང་གསུངས་སོང་ཨ། ཨེ་ནི་ཀ་ལྗང་མོ་བླ་མ་ཙོང་ཁ་པ་ཆེན་པོ་གདན་ས་སྐབས་དེ་དུས་ཀྱི་ད་དགོན་སྡེ་ཡོད་རྫོགས་ཡོངས་སུ་རྫོགས་པ་ཆ་ཚང་ལ་གྲྭ་སྐོར་དམ་བཅའ་ཕེབས་ཡ་དེ་ནི་གསུང་ཆོས་མང་དུ་ཨེ་ནི་སྐབས་དེ་དུས་ད་ཁོང་མཚན་སྙན་ངར་སྙན་གྲགས་དང་ཨེ་ནི་ཁོང་གི་ཨེ་ནི་སྐུའི་ཡོན་ཏན་དེ་ལ་མི་མང་པོ་ཞིག་ཡིད་དབང་འཕྲོག་དད་པ་རང་དབང་མེད་པ་སྐྱེས་པའི་སྒོ་ན་འོ་ད་སུ་དེ་ནི་ཁོང་གི་སློབ་མར་ཡོང་མཁན་དང་ཨེ་ནི་གཅིག་གསུང་ཆོས་སྙན་གར་ཡོང་མཁན་དེ་དཔེ་ཧ་ཅང་མང་པོ་བྱུང་འདུག་གང་ལ་འོ་ད་སྡེ་སྣོད་འཛིན་པ་བདུན་ཅུ་ལྷག་ཙམ་ལ་ངོམས་པ་ཕར་ཕྱིན་ཚད་མ་ངོམས་པ་གོང་འོག། རོ་བ་དང་ངོམས་པ་གོང་འོག་ཟེར་དུ་ང་ལ་ངོམས་པ་ཀུན་འདུས་དང་ངོམས་པ་རྩོད། རོ་བ་དུ་བ་རྡོར་རྩ་བ་དབུ་མ་འཇུག་པ་སོགས་ཨེ་ནི་དང་མདོར་བསྡུ་ན། གསུང་ཆོས་མང་པོ་གསུངས་པ་རེད། གོང་དཀར་ན་བསྙེན་བཀུར་དང་ཞབས་ཏོག་ཚད་མེད་པ་བཅས་པའི་འོག་ད་གོང་དཀར་ན་འཇང་བོ་བླ་མ་ཙོང་ཁ་པ་ཆེན་པོ་ལ་ཨེ་ནི་རོ་བ་དང་བསྙེན་བཀུར་བསམ་གྱིས་མི་ཁྱབ་པ་ཕུལ་བུ་ལོ་ལ་སྟེ་འབུལ་བ་མང་པོ་ཕུལ་ལོ་ལ་བརྟེན་ན། ཡར་ལུང་དུ་བྱོན་ན་མོན་མཁར་བཞུགས། མོན་མཁར་དུ་བཞུགས་ཏེ་སྡེ་སྣོད་མང་དུ་གསུངས་ཤིང། རོ་ཨར་རྫོང་སྤྱི་བའི་ཡོ་བྱད་མཁོ་དགུ་ཐམས་ཅད་ཀྱི་རྒུད་པའི་ཆུ། འོ་ད་ཡོ་བྱད་མཁོ་དགུ་ཐམས་ཅད་ཀྱི་རོ་ད་མདོར་བསྡུ་ན། ཡོ་བྱད་མཁོ་དགུ་ཐམས་ཅད་མཁོ་བ་ཟེར་ན་ང་ཚོ་མགོ་མཁོ་མགོ་མཁོ་ཟས་མཁོ་བ་དེ་རོ། འོ་ད་མདོར་བསྡུ་ན་ཁོང་ལ་ག་རེ་ཐུག་ག་ཟ་ཅི་མགོ་མཁོ་ཡོད་པས་མཁོ་དགུ་ཐམས་ཅད་ཟེར་ན་མགོ་མཁོ་ཐམས་ཅད་ཟེར་དགོས་པར་གདའ། རེད་བ། རྒུད་པའི་རྒུད་པའི་ཆོས་དཔག་ལ་བལྟས་ན་དོར་ཏེ་ན་བསྙེན་བཀུར་དཔག་ཏུ་མེད་པ་ཕུལ་ལོ་ལ་བལྟས་ན་དེ་ལྟར་སྔ་ཕྱིའི་སྡེ་སྣོད་དཔག་སྡེ་སྣོད་དཔག་ཏུ་མེད་པ་ནར་མ་གསུངས་པ་དེ་དག་གི་སྐབས་རྣམས་སུ་ཡང། རྒྱུད་སྡེ་གོང་འོག་གི་དཀྱིལ་འཁོར་ཆེན་པོ་རྣམས་སུ། བསྐལ་པ་དང་ལྡན་པའི་གདུལ་བྱ་དབང་གིས་སྨིན་པར་མཛད། ཨེ་ནི་སྐབས་དེ་དག་གི་སྐབས་སུ་ཨེ་ནི་གཞུང་ཆེན་ཁག་གི་སྡེ་སྣོད་ཨེ་ནི་དག་འདུས་པའི་འདུས་པའི་ཚོགས་རྣམས་ལ་ཨེ་ནི་ཅིག་གསུང་ཆོས་ཡང་ཡང་གནང་བར་མ་ཟད་ཨེ་ནི་དག་སྐལ་ལྡན་གྱི་གདུལ་བྱ་མང་པོ་ཞིག་ལ་ཨེ་ནས་ད་ག་ཅིག་དབང་ལུང་མན་ངག་ལ་སོགས་པ་ཡང་མང་པོ་སྣང་རེ་གསུང་བར་ད་དོག་ད་དོག་དོག་བྱས་ན་རུ་བ་དབང་གིས་སྨིན་པར་མཛད། གཞན་ཡང་བླ་སོ་སོའི་རྗེས་གནང་དང་འོ་དེ་ནས་ཅིག་ད་འཇམ་པའི་དབྱངས་དང་རྗེ་བཙུན་སྒྲོལ་མ་ལ་སོགས་པའི་བླ་མང་པོ་ཞིག་གིས་ཨེ་ནས་གང་ཟག་རྗེས་གནང་གནང་བ་དང། ལུང་དང་མན་ངག་ལ་སོགས་པ་གང་ལ་གང་འཚམ་གྱི་ཆོས་ཀྱིས་གདུལ་བྱ་དཔག་ཏུ་མེད་པ་སྨིན་ཅིང་འགྲོ་བར་མཛད་དོ། འོ་བྱ་ཙང་ད་དབང་གནང་ལུང་གནང་ཨེ་ནས་ད་ཅིག་ལྷ་སོ་སོའི་རྗེས་གནང་གནང་བ་ལ་སོགས་པ་མན་ངག་མང་པོ་ཞིག་མདོར་བསྡུ་ན་གདུལ་བྱ་སོ་སོ་སོ་སོ་ལ་གང་ལ་གང་འཚམས་ལ་སྡུག་བསྔལ་ལ་གང་ལ་གང་དགོས་ཀྱི་ཆོས། གདུལ་བྱ་དཔག་ཏུ་མེད་པ་སྨིན་ཅིང་སྒྲོལ་བར་བྱ་བ་མ་སྨིན་པ་རྣམས་སྨིན་སྨིན་པ་རྣམས་སྒྲོལ། སྨིན་ཅིང་སྒྲོལ་བ་ཟེར་ན་ང་ཚོ་ནམ་རྒྱུན་ནས་སྨིན་གྲོལ་གྱི་ལམ་ལ་བཀོད་པ་ལ་གི་དོག་འོ་འདུག་ཟེར་བ། བྱ་ཚང་འོ་འདུག་ཟེར་ཞག་ལྷག་པར་ཡང། དེའི་ཚེ། བླ་མ་འདི་ཉིད་སྔགས་ཀྱི་ལམ་མོ་ཡང་བྱ་མེད་རྗེས་སུ་བཟུང་བར་སྐྲགས་ཤིང། དེའི་རྗེས་སུ་དེས་རྗེས་གནང་ཞུ་བ། བཞུགས་སྒར་བྱོན། བཞོན་ཏེ་རྗེས་གནང་ཞུ་བ། སྒར་བྱོན་དུ་དུ་མ་ཞིག་དུ། སྒར་བྱོན་དུ་མང་བ་ཞིག། འོང་ཞེས་གྲགས་སོ། སྐབས་དེ་དུས་ད་ག་ས་ལྗང་ཁུ་བླ་མ་ཙོང་ཁ་པ་ཆེན་པོའི་སྐུའི་ཡོན་ཏན་དང་ཨེ་ནས་གཅིག་དངོས་གནས་དྲངས་ནས་ད་གཅིག་ཡ་གཅིག། ད་གང་ཟག་སུ་དང་སུ་ཞིག་གིས་སྦྱར་བ་ཡིན་ན་ཡང་ཨེ་ནི་སྤྱིར་དེ་ནི་གཅིག་ཡ་ཐོས་བསམ་གྱིས་གང་ཟག་ང་ཚོ་སློབ་གཉེར་གྱིས་གཅིག་སྐུ་ཡོན་དཔག་ཏུ་མེད་པ་བཞེས་ཨེ་ནི་ལྷག་དོན་དུ་ཐུགས་ཉམས་བཞེས་གནང་བ་དང་དེ་ནི་མདོ་དང་སྔགས་གཞུང་གང་ལ་ཡང་ཐོགས་པ་མེད་པ་ཡིན་པར་སོང་ཙང་ཨེ་ནི་ད་མི་མང་ཡོངས་སུ་ནང་ལ་ལ་སྐད་ཆ་ནང་མ་སོང་ན་ག་རེ་སྐྲག་ཡོད་ར་རེད་ཟེར་འདུག་ང་ལ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེས་ཨེ་ནི་ལྷ་མོ་ཡང་ཅན་མས་རྗེས་སུ་བཟུང་སྐྱོང་བའི་གང་ཟག་ཅིག་རེད་བླ་མ་ཞིག་རེད་ལབ་ན་གང་ག་ལ་ཡོངས་སུ་སྐྲག་འདུག་ང་ལ་བྱ་ཙང་མི་མང་དགའ་བ་འཕེལ་བ་ཡིན་ན་ཨེ་ནི་མི་སུ་དང་སུ་ཞིག་གླེ་བ་ཡིན་ན་འཇམ་མགོན་ལ་ཁོང་དགའ་བ་འཕེལ་བ་ཡིན་ན། ཨོ་དེ་ནི་བླ་མོ་ཡང་ཅཱ་མེར་ཇེ་ནང་ཅིག་གནང་རོགས་བྱས་ཟེར་ན་བླ་མོ་ཡང་ཅཱ་མེར་ཇེ་ནང་ཞུ་མཁན་དེ་མང་པོ་ཞིབ་ཀྱི་ཡོང་དགོས་བ་རེད། ཡིན་ནི་མི་མང་ནང་ལོགས་ལ་ག་རེ་སྐྲག་བསྡད་བ་རེད་ཟེར་དུང་ལ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་དེ་བླ་མོ་ཡང་ཅཱ་མེར་གྱི་གཞེས་སུ་བཟུང་སྐྱོར་རེད་མདོར་བསྡུ་ན། ད་བླ་མོ་ཡང་ཅཱ་མ་ལབ་འདུག་གང་ལ་ངག་གི་དབང་ཕྱུག་རོགས་ཨ་ཡིན་འདུག་གང་ལ་ད་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས། ཨེ་ནི་དངོས་གནས་ཅིག་སྐུ་ཡི་ཡོན་ཏན་དང་ཨེ་ནི་གསུང་དང་ད་དེ་ཙག་ཡལ་ཐོས་འདུག་གང་ལ་དེ། ག་དུས་ངའི་ལན་ཞུ་སོང་ཨ་གང་ཟག་ད་ག་ཞིག་ད་མ་རེད་ལྷག་པའི་ལ་ཡི་རྗེས་སུ་བཟུང་བའི་གང་ཟག་ཅིག་རེད་ཨེ་ནི་སྐུའི་སྐྱེ་བ་སྔ་མ་མང་པོ་ན་ཨེ་ནི་བྱང་ཆུབ་སེམས་པའི་མཛད་པ་བསམ་གྱིས་མི་ཁྱབ་པ་ནང་ཟིན་པའི་གི་གང་ཟག་ཁྱད་པར་ཅན་ཅིག་ད་རེད་ཤག་ད་ག་ཟེ་གང་ཟག་ཅིག་ལ་ད་དེ་འདྲའི་སྐུའི་ཡོན་ཏན་བཞེས་ཐུབ་གི་མ་རེད་ཟེ་ན་ད་སྐབས་འདི་དུས་ཡོང་བོད་གངས་ཅན་གྱི་ལྗོངས་ཡོངས་སུ་རྫོགས་པ་ལ་ཨོ་ད་ཛྱང་བོ་བླ་མ་ཙོང་ཁ་པ་ཆེན་པོའི་གི་ཨེ་ནི་མཚན་སྙན་གྲགས་ལ་སོགས་པ་དེ་དག་ཨེ་ནི་ཡོངས་སུ་ཁྱབ་དེར་ད་འོ་འདུག་ཟེ་རེད་དོ། ད་གཞོན་ད་དེའི་རྗེས་སུ་ཨེ་ནི་ད་སྤྱི་དང་གི་དེའི་ངན་ལ་ཨེ་ནི་བོད་གངས་ཅན་གི་ལྗོངས་སུ་གཞུང་རོ་གཞུང་ཆེན་ཁག་བཅུ་གཅིག་ལ་ཨེ་ནི་མུ་མཐུད་ན་རོ་གོ་གོ་གཉིས་མ་གཅིག་ལ་བཙུགས་འཇུག་གཉིས་མ་གཅིག་ལ་བཟོ་ཡ་དེ་ཨེ་ནི་འབྱུང་ཡོད་རེད། ཡིན་ན་ཡང་ད་སྐབས་དེ་དུས་ཨེ་ནི་ཡང་ལོ་མ་མང་པོ་ཅིག་གི་གནས་བརྟན་བྱས་ནས་སྐུ་ལོ་ལ་བལྟས་ན་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་གི་གཞུང་ཆེན་བཅུ་བདུན་ལ་ཨེ་ནི་སྒོ་རྒྱ་གར་ཀ་དུ་གཉིས་མ་གཅིག་ལ་རྫོགས་ན་འཇུག་དེ་ནས་ཡར་རྫོགས་བར་དུ་ཨེ་ནི་གཉིས་མ་གཅིག་ལ་མཚམས་བཞག་ཡ་གི་ཨེ་ནི་མདོར་བསྡུ་ན་གཞུང་ཆེན་བཅུ་བདུན་ལ་ཨེ་ནི་ཤེས་པ་མཛད་པར་བའོ། ད་གཞུང་ཆེན་བཅུ་བདུན་ལ་ཤེས་པ་མཛད་འདུག་ང་ལ་ལྕགས་ཚང་ལྟ་དེ་ཡང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ངོ་མཚར། ཨེ་ནི་རྨད་དུ་བྱུང་བའི་ཨེ་ནི་མཛད་པ་ཁྱད་པར་ཅན་འབྱོར་བ་ལྕགས་ཚང་གཞུང་ཆེན་བོད་ད་བར་དུ་བོད་གངས་ཅན་གྱི་ལྗོངས་ལ་འདི་ངན་ལ་ཨེ་ནི་གཞུང་ཆེན་བཅུ་གཅིག་ལ་ཨེ་ནི་འདི་ནི་ཤེས་པ་མཛད་མཁན་དེ་ནི་འབྱུང་བ་རེད། ཡིན་ན་ཡང་ད་བཅུ་གཅིག་ལ་མང་བ་འབྱུང་ཡོད་བ་མ་རེད། འོ་ད་འོ་དེ་སྐོར་ལ་མཛད་པ་ག་འདྲས་ག་འདྲས་བསྐྱངས་པ་རེད་ལབ་ན་འོ་དེ་སྐོར་ལ་གསུང་དགོས་རེད་ད་དེ་ན་མ། དེ་ནས་ཨཱས་གུན་མོན་གུན། ལོ་བ་དེ་ནས་གུན་མོན་མཁའ་བཀྲ་ཤིས་གདོང་དུ་བཞུགས། དེ་དུས་སྣུབས་ཀྱི་ད་མོན་མཁའ་བཀྲ་ཤིས་གདོང་དུ་བཞུགས་པ་བལྟས་ཚེ་ན་ས་སྣུབས་ཅིག་ལ་ཟེར་ན་ང་ཚོ་དགོངས་དག་ཅིག་ལ། བཞུགས་མེད་ལ་བཞུགས་ན་བོད་ཀྱི་མཁས་གྲུབ་རྣམས་ཀྱིས་རྣམ་པར་ཐར་པ་ཅི་རིགས་པ་གསུངས་པའི་སྐབས། འོ་ད་ང་ཚོ་དགུན་ཁ་གྲང་མོ་ཡོད་འདུག་གང་ལ་ཨེ་ནི་མེ་དང་ན་ཡ་འདུག་ད་ང་ཅི་ཨེ་ནི་ད་ལོ་མ་མང་པོ་ཞིག་དང་མཉམ་པོ་ཨེ་ནི་གླེང་མོལ་ཁག་ང་ཚོ་ན་མ་སོང་ན་ཅིག་གིས་གསུང་གླེང་གནང་བའི་སྐབས་ལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ག་རེ་གསུང་བ་རེད་ལབ་འདུག་ཨང་ལ་བོད་ཀྱི་མཁས་གྲུབ་རྣམས་ཀྱི་རྣམ་པར་ཐར་པ་དག་བོད་ཀྱི་མཁས་པ་དེ་འདྲས་དེ་འདྲས་འབྱུང་བ་རེད་ཉི་མ་གསུང་ཆོས་དེ་འདྲས་དེ་འདྲས་གནང་བ་འབྱུང་བ་རེད་མཛད་པ་འཕྲིན་ལས་དེ་འདྲས་དེ་འདྲས་སྐྱེ་འགག་འབྱུང་བ་རེད་ལབ་འདུག་ཨང་ལ། ཀ་བཞི་པ། རོ། དེ་ནས་ཤེས་རབ་སེང་གེ་གིས། རོ། ཆོས་རྟོགས་གཅིག་ལ་པུ་སྟི་བཅུ་གཅིག་གི། གང་ཟག་དེ་ནི་སྒོ་ཉི་མ་གཅིག་ལ་བཙུགས། མཇུག་ཉི་མ་གཅིག་ལ་བཟོད་ཡས་ཀྱི་པུ་སྟི་བཅུ་གཅིག་གནང་འདུག། འོ་ད་བདེན་དོན་རྣམ་པར་ཐར་པ་ཞིག་གསུངས་པ་རེད་ད་གང་ཅིའི་བླ་མ་མདོར་ན་བོད་ཀྱི་སྔར་གྱི་སྐྱེས་བུ་དམ་པ་མང་པོ་ཡི་རྣམ་ཐར་བྱུང་འདུག་ང་ལ་དེའི་ནང་ལ། དེ་ནས་བཀའ་བཞི་པ་ཤེས་རབ་སེང་གེ་གིས་འོ་ད་དེ་ནས་གཞུང་ཆེན་བཅུ་གཅིག་ལ་ཨེ་ནས་སྒོ་ཉིས་མ་གཅིག་ལ་བཙུགས་ན་འཇུག་ཉིས་མ་གཅིག་ལ་རྫོགས་ག་ཚད་སྙན་གྲགས་ཆེན་པོ་ཞི་བོ་ཞིག་འབྱུང་བ་རེད་ལབ་འདུག་ང་ལ། དུས་ཕྱིས་སུ་བོད་དུ། རོ། པུ་ཏི། རོ། དུས་ཕྱིས་སུ་དུས། དུས་ཕྱིས་བོད་དུ་པུ་ཏི་དུས་གཅིག་ལ་གསུངས་པ་དེ་ལ་མང་ཤོས་སུ་འོང་བ་འདྲ་སོང་ཨོ་ད་དེ་ལ་པུ་ཏི་བཅུ་གཅིག་ལ་མང་བ་ཨེ་ནི་བོད་གངས་ཅན་ངེས་འབྱུང་སུ་ཨེ་ནི་དགོས་ཉིད་ཉི་མ་གཅིག་ལ་བརྩམས་ན་འཇུག་ཉི་མ་ཚེ་ལ་ལྡན་གསུང་མཁན་དེ་ནི་སུ་ཡང་འབྱུང་ཡོད་བ་མ་རེད་ཁོང་མ་གཏོགས། ཨོ་ད་ད་ག་རང་བཅུ་གཅིག་དེ་མང་ཤོས་རེད་དེ་ན་དགེ་བའི་བཤེས་གཉེན་ཤར་སྟོན་པ་ལ་སོགས་པས་སྐབས་དེ་དུས་ཨེ་ནི་དགེ་བའི་བཤེས་གཉེན་ཤར་ད་འཇང་བོ་བླ་མ་ཙོང་ཁ་པ་ཆེན་པའི་སློབ་མ་ཨེ་ནི་དགེ་བའི་བཤེས་གཉེན་ཤར་སྟོན་པ་ལ་སོགས་པས་ཀྱིས་ག་རེ་ཞུ་བ་རེད་ཟེར་ན། འཇང་དགུང་བླ་མ་ཁྱེད་རང་བཀའ་ཁྱེད་རང་ལ་ཡང་དེ་འདྲའི་ཞིག་ད་གསུང་ཐུགས་ཁུར་བ། ཁྱེད་རང་གིས་ཡང་དེ་འདྲའི་ཞིག་གསུང་ན་ཡོང་ས་མ་རེད་བས་དེ་འདྲའི་ཞིག་གསུང་རོགས་བྱས་ཟེར་ན་མ་ཞུ། འདིས་ཀྱང་དེ་ཙམ་ཞིག་དུས་གཅིག་ཏུ་གསུང་ཚར་ལ་ཞུས་པས། ཨོ་ད་སུ་གིས། དེ་བཞིན་ཞར་སྟོན་བེ་གི་སུ་ལ་ཞུ་བ་རེད་ཟེར་ན་འཇང་དགུང་བླ་མ་ཙོང་ཁ་པ་ཆེན་པོ་ལ། ངེད་རང་གིས་ཡང་ཨེ་ནི་རོགས་ད་གང་ཅི་དེ་འདྲའི་ཞིག་གསུང་ཐུགས་ཁུར་བ་གཅིག་ཀྱང་གསུང་ཚར་ཟེར་བ་གཅིག་ཏུ་གསུང་ཚར་ཞུས་པས། རྩོམ་པ་བྱས་ན་དེ་ཙམ་ཞིག་ཆ་ཐོས་པ་འདྲ་སོང། འོ་ཡིན་ནའང་ད་ལྟའི་རྩོལ་བ་དེ་དཀའ་ལས་དེ་ཚོ་བརྒྱབ་ན་འོ་དེ་ག་སྲིད་ད་ཕར་ཆེད་མངགས་ལ་བཤད་ན་བཤད་ཐུབ་ཀྱི་རེད་གསུངས་པ་རེད། འོ་ན་ཅིས་ཀྱང་གསུངས་ཚར་ཞེས་ནི་གང་ཟག་དགེ་བའི་བཤེས་གཉེན་ཞར་སྟོན་པ་ལ་སོགས་པའི་སློབ་མ་མང་པོ་ཅིག་གིས་འོ་ད་དེ་འདྲས་ཡིན་ན་ཡིན་ནི་མ་ན་ག་རེ་མོ་ག་རེ་བྱས་ན་ཡང་གསུངས་རོགས་གནང་ད་དངོས་གནས་ཏན་ཏན་ག་ཟེར་ག་རེ་ད་ད་ནན་ཏན་བྱས་ན་ཡ་ཞུ་བ་ཕུག་ལ་རོགས།

དེང་སང་ང་ཚོ་ཞེ་ས་མ་ཞུས་ན་དཔེ་ཀློག་སྐྱེལ་བ་ཟེར་གྱི་རོ་བ་ད་འོ་དེ་འདྲ་གིས་ཚད་པ་རེད་གཟིགས་རྟོག་མཛད། ནམ་གང་གི་ཉིན་ཕྱག་དཔེ་ཐམས་ཅད་ཀྱིས་སྐུ་རག་ཅིང། འོ་ད་ནམ་གང་གི་ཉིན་ཨེ་ནི་དཔེ་ཆ་ད་གང་ཅིར་གཞུང་དགའ་དགའ་དགའ་དགའི་རྩ་བ་དང་དེ་ནས་དགའ་ཡི་གོ་བ་དེ་མ་འདུག་ཟེར་ཞག་མ་གོ་བ་གཞན་ཐམས་ཅད་ད་འགྲོར་འདུག་ན་ཅིག་ཤེས་པ་ཉི་མ་མང་པོ་ཞིག་གནང་ཡོང་འདུག་ང་ལ་ད་གཞི་དགའ་བ་དགའ་ཚ་ན་འདི་མེད་གཟིགས་གཟིགས་རྟོག་མེད་ན་ཁྱེད་གསུང་ཐུགས་མ་རོ་བ་ཡིན་འདུག་ང་ལ་ནམ་གང་གི་ཉིན་ཨེ་ནི་གཞན་དཔེ་ཆ་ཐམས་ཅད་ཀྱིས། སྐུ་རགས་བཅིངས་ལབ་འདུག་ང་ལ་ང་ཚོ་གི་དཔེ་ཆ་གི་ཡ་སྐེ་རགས་བཅིངས་ཡ་ཅིག་ཡོད་རོ་བ་ཐག་པ་བསྡམས་ཡ་ཅིག་ཡོད་རོ་བ་འོ་དེ་རེད་སྐུ་རགས་བཅིངས་ནས། ཚེ་གཅིག་ན་ཆོས་རྫོགས་པར་བཞེད་པ་ལ། ཨེ་ན་ཚེ་བ་གཅིག་ན་ད་ཆོས་ཀྱི་ཨེ་ནི་ང་ཚོ་ད་བོ་དོར་འདུག་ན་སྒོ་རྒྱ་གར་ཀ་ཏུ་ལ་བ་ན་འཇུག་རྫོགས་སོ་བར་གྱི་ཨེ་ནི་གཞུང་སོ་སོ་སོ་སོ་ད་གང་ཅིར་གཞུང་ཆེན་བཅུ་བདུན་གྱི་ཨེ་ནི་གང་ཟག་ཤེས་པ་ཛེ་ཡ་ལ་སྒོ་བརྩམས་ཡ་ཀྱི་ཐུགས་བཞེད་གནང་ཀྱང། གསང་ཕུ་སོགས་ན་བྱོན་པའི་དོན་གཉེར་བ་སྡེ་སྣོད་འཛིན་པ་མང་པོ་ཞིག་ལ་སྒུག་དགོས་པ་འབྱུང་བས་འོ་ད་གསང་ཕུ་ལ་སོགས་པ་ཡང་ས་ཆ་ཐག་རིང་པོ་ན་ཕེབས་མཁན་གྱི་དོན་གཉེར་ཅན་མང་པོ་ཞིག་ཕེབས་ཀྱི་ཡོད་བ་དེ་མཁྱེན་ནས་ཡོད་འདུག་ག་ལ་ཨེ་ནས་དེ་དག་ལ་དགོངས་ན་ཉི་མ་གསུམ་ཨེ་ནས་སྒུག་དགོས་འབྱུང་བ་རེད་ཉི་མ་གསུམ་ཙམ་གྱི་བར་དུ། མི་ལ་དང་མར་པ་སོགས་ཀྱི་གསུང་རྒྱུན་ཐོར་བུ་བ་དགའ་སོང་ཡིན་འདུག་ང་ལ་ལྟ། གཟུངས་ཆོས་དངོས་གཞི་དེ་སྒོ་མ་བཙུགས་ཀ་ཉི་མ་གསུམ་གྱི་རིང་ལ་ཨེ་ནི་རྗེ་བཙུན་མི་ལ་རས་པ་དང་བླ་མ་མར་པ་ལ་སོགས་པས་ཨེ་ནི་སྔར་གྱི་བོད་ཀྱི་མཁས་པ་རྣམས་ཀྱི་རྣམ་ཐར་དང་ཨེ་ནི་གཟུངས་ཐོར་བུ་བ་རེ་མ་གཏོགས་ཨེ་ནི་གཟུངས་ཆོས་ངོ་མ་དེ་སྒོ་བཙུགས་ཡོད་བ་མ་རེད་གང་ཟག་གཟུངས་ཆོས་ངོ་མ་དེ་སྒོ་བཙུགས་ན་ཁོང་ཚོ་ལ་ཆད་འགྲོ་གི་རོ་ཨོ་ཁོང་ཚོ་ལ་མ་ཆད་པའི་ཕྱིར་དུ་ཨེ་ནི་སྤྱི་བཏང་གིས་ད་ལོ་མ་མང་པོ་ཞིག་འཛོམས་ཚར་ཡིན་འདུག་ང་ལ་ལྟ་མི་ལ་དང་མར་པ་ལ་སོགས་པས་ཀྱི་རྣམ་ཐར་ལ་སོགས་པ་བོད་ཀྱི་ཨེ་ནི་མཁས་པ་སོ་སོ་སོ་སོ་གྱི་རྣམ་ཐར་དང་ཨེ་ནི་ཡང་གཟུངས་ཆོས་ཏུམ་བུ་ཏུམ་བུ་བ་མང་པོ་ཞིག་གསུངས་པ་རེད་ཉི་མ་གསུམ་གྱི་རིང་ལ། ཚེས་ལྔ་ན་ཉི་མ་གཅིག་ལ། རྒྱ་གར་ཀ། རུ་ཨ་རྒྱ་གར་ཀའི་བཅོ་ལྔའི་དབུ་དུས་གཅིག་ཏུ་བཙུགས་ནས་ཉིན་ཞེ་ཉིན་རེ་ཞིང། ཉིན་རེ་ཞིང་ཐོ་རངས་ན་ཧྲོལ་གྱི་བར་ལ་ཆོས་ཐུན་བཅོ་ལྔ་རེ་མ་ཆག་པར། ཐུགས་བཞེད་མཛད། འོ་ད་ཚེས་པ་ལྔ་ནང་འགོ་བཙུགས་ནས་དགོང་ཉི་མ་རེ་རེ་ལ་དཔེ་ཆ་ཆགས་པའི་ལེ་ཚན་རྣམས་སོང་ཆགས་པའི་མི་འདྲ་བ་ཁག་བཅོ་ལྔ་གི་ཁབ་གཏུག་ཁབ་གཏུག་འདི་ཁབ་གཏུག་འདི་ཁབ་གཏུག་ང་ཚོ་ནམ་རྒྱུན་ནས་ནི་གང་ཟག་འབྲེལ་བ་གཞི་གྲགས་གཞི་གྲགས་གསུང་ཆོས་ནང་དང་རིག་དུ་བའོ་རྩ་བ་ན་འདི་ནི་རྩ་བ་འདི་ཁབ་གཏུག་འདི་རང་འདི་འདི་འབྲེལ་བཤད་ལོག་དེ་འབྲེལ་བཤད་དེ་ལ་ཡང་འབྲེལ་ཡོད་འདུག་ཨང་དེ་ཡང་འབྲེལ་འདི་ལོག་ཨེ་ནི་ཡང་མཁས་པ་གཞན་གཅིག་གི་འབྲེལ་བ་ཡོད་ན་དེ་འབྲེལ་བཤད་མདོར་བསྡུ་ན་སྒོ་རྒྱ་གར་སྐད་དུ་ཟེར་པ་མཇུག་རྫོགས་སུ་པར་གྱི་ཨེ་ནས་གཞུང་ཆེན་བཅུ་བདུན་ལ་ད་དུར་དོན་ཁག་བཅོ་ལྔ་རེ་ཨེ་ནང་དེ་ནས་གཉིས་བསྣན་པས་བརྒྱ་བར་རོ། ཨོ་བཅོ་ལྔ་རེ་ལ་མ་ཆགས་པར་རྫས་དེ་ནང་ན་པུ་ཏི་ཆུང་བ་གཉིས་རྫོགས་པར་གསུངས་ཚར་བས་དེའི་སྟོད་དུ་སླར་ཡང་ཆུང་བ་གཉིས་བཙུགས་ནས་ཚད་མ། ཚད་མ་རྣམ་འགྲེལ། ཕར་ཕྱིན་མངོན་པ་གོང་འོག་གཉིས་རོ། ད་ཚད་མ་རྣམ་འགྲེལ་ཕར་ཕྱིན་མངོན་པ་གོང་འོག་གཉིས་རོ། ཨེ་ནས་འདུལ་བ་རྡོར་རྩ་བ། རོ། དུ་བ་རྡོར་རྩ་བ། དེ་ནས་བྱམས་ཆོས་ཕྱི་མ་བཞི། རོ། བྱམས་ཆོས་ཕྱི་མ་བཞི། དབུ་མ་རིགས་ཚོགས་དྲུག། རོ། ད་དུ་བ་ཁ་ཟ་ཚ་མ་རྣམ་འགྲེལ་བཅས་ཕར་ཕྱིན་བཅས་ངོམ་པ་གོང་གཉིས་བཞི་ཆགས་སོང་བ། དེ་ནས་དུ་བླ་རྡོ་རྩ་བ་ལྔ་ཆགས་སོང་བ་བྱམས་ཆོས་བཞི་ཕྱི་མ་བཞི་བླ་བསྡུ་ངང་ལ་རྩ་བ་ཤེས་རབ་མ་གཏོགས་པའི། ཨ་ཁ་ཟ། ངོ། ངོ་རྟོག་རྒྱན། རོ་ཨ་ངོ་དོག་རྒྱན་མ་གཏོགས་པས་ཨེ་ནས་གང་ཟག་བྱམས་ཆོས་ཕྱི་མ་བཞི་རོ་ཨ་འོ་འདུག་ཟེར་ཅེས། རོ་ཨ་དེ་ནི་མདོར་བསྡུ་ན་བྱེད་རྣམ་ལྔའི། ཨེ་ནས་རྒྱུད་བླ་མ། ཨུཏྤ་རྣམ་བྱེད་དང་ཆོས་དབྱིངས་རྣམ་བྱེད་ཨེ་ནས་དེའི་སྟེང་དུ། ཨེ་ནས་གང་ཟག་མདོ་སྡེ་རྒྱན། ཨོ་ད་བྱམས་ཆོས་ཕྱི་མ་བཞི་བཅས། དབུ་མ་རིགས་ཚོགས་དྲུག། རོག་མ་ཚིག་རོ་རྩ་བ་ཤེས་རབ་ལ་སོགས་པ་དེ་ནས་སྟོང་ཉིད་བདུན་ཅུ་པ་ལ་ཞིབ་མོ་རྣམ་དག་ལ་སོགས་པ་དབུ་མ་རིགས་ཚོགས་དྲུག་དབུ་མ་རིགས་ཚོགས་ལྔ་དང། འཇུག་པ། བཞི་བརྒྱ་པ་སྤྱོད་འཇུག་སྟེ་གཞུང། རོ་ཨ་ཏར་བསྟན་བཅོས་བཅུ་བདུན་གྱི་བཤད་པ། རོ་ཨ་ཅེ་བཤད་པ་ཀ་ཆེན་འགའ་ཞིག་བོད་ཀྱི་བཀྲིས་ཀ་ཆེན་མོ་རེ་བཞི་རེ་བཞིར་བཞག་པའི་ཐོག་ཏུ་འབྲེལ་བའི་བྱ་ཚུལ་བསྟུད་མར་དགག་སྒྲུབ་དང་བཅས་པས་གཏན་ལ་དབབ་ཅིང་ཟླ་གང་ཕྱིར། སྐབས་དེ་དུས་བྱམས་མགོན་བླ་མ་ཙོང་ཁ་པ་ཆེན་པོས་ཐོགས་མེད་ཕྱག་ལ་གཞུང་ཆེན་བཅོ་ལྔ་ལ་བཅས། འགོ་བཙུགས། དེ་ནས་གཞུང་ཆུང་བ་གཉིས་མགྱོགས་པོར་རྫོགས་འདུག་ལ་དེའི་ཚབ་ལ་ཡང་གཞུང་གཞན་དག་གཉིས་ཁ་སྣོན་པའི་སྒོ་ན་ཟླ་གང་ཕྱིར་གཞུང་བཅུ་བདུན་ལ་བཤད་པ། གང་ཕྱིར་ཉི་མ་རེ་རེ་བཞིན་དུ་འདི་གབ་ཏུ་འདི་གབ་ཏུ་གབ་ཏུ་འདི་རེ་འདི་གབ་ཏུ་འདི་འདྲའི་དུག་སྤྲང་ན་གང་ཕྱིར་ཟླ་གང་ཕྱིར་འོ་དུགས་སུ་གསུངས་པ་རེད་གཟིགས་པ་རེད། སྤྱོད་རྒྱུགས་ཏེ་བསྟན་བཅོས་བཅུ་བདུན་གྱི་བཤད་པ་ཀ་ཆེན། འོ་ད་དེ་ན་ཡང་ཨེ་ནི་གཞུང་འགའ་ཞིག་ཨེ་ནི་བོད་ཀྱི་མཁས་པ་སོ་སོ་སོ་སོའི་མཛད་པའི་འགྲེལ་བའི་སྟེང་ན་འགྲེལ་བ་གཞིར་བཞག་པའི་སྟེང་ན་ཨེ་ནི་གསུངས་པ་ཡིན་གསུང་གོ། བཞག་པའི་ཐོག་ན་འགྲེལ་བའི་བྱ་ཚུལ་བསྟུད་མ། དགག་སྒྲུབ་དང་བཅས་པ་ཆེས་འོ་ད་མདོར་བསྡུ་ན་ཨེ་ནི་གཞུང་དེ་དག་གིས་ཨེ་ནི་གབ་གཏུགས་ལ་ད་གང་བྱེད་དེའི་གབ་གཏུགས་རོ་ཨ་དེ་ནི་སྤྱི་བཤད་འདི་རེད་འགྲེལ་བ་འདི་རེད་བསབ་བྱ་འདི་རེད་མཚམས་བྱ་འདི་རེད་ཨོ་གཞུང་འདིའི་སྐབས་སུ་གནད་འགག་འདི་དང་འདི་ཡོད་ཨ་རེད་ཟེར་ན་ད་ཅི་གང་ཆེ་ཕྲ་ཞིང་ཕྲ་བ་བྱས་ན་ཨེ་ནས་གསུངས་པར་སྣང་ཨ་རེད་སུ་བར་ད་གཞུང་ཆེན་བཅུ་བདུན་ལབ་ཕབ་ཅིང་གཞུང་གཞན་རྣམས་ཕལ་ཆེ་བ་རང་རང་གི་འགྲེལ་བའི་སྟེང་ན། རོ་ཨ་འགྲེལ་བའི་སྟེང་ན་དང་གཞུང། ཕྲ་རགས་མ་ལུས་པར་བཤད་པ་བཞི་པར་མཛད་དེ་ཨོ་ད་གཞུང་སོ་སོ་སོ་སོ་ཨེ་ནས་རང་རང་གི་འགྲེལ་བའི་སྟེང་ན་དཔེར་ན་ང་ཚོ་ཨེ་ན་ངོ་དོ་ཨ་དབུ་མ་འཇུག་པ་ཨེ་ནས་དབུ་མ་འཇུག་པ་དེ་ནི་དཔལ་ལྡན་ཟླ་བ་ཁོ་རང་གིས་མཛད་པའི་ཨེ་ནས་རང་འགྲེལ་གྱི་སྟེང་ན་ད་ག་ནང་བཞིན་ལྟ་ཚད་མ་རྣམ་འགྲེལ་ཡིན་ན་ལེའུ་དང་པོ་ཡིན་ན་རང་འགྲེལ་ཡོད་རོ། ཨོ་ད་ག་ནང་བཞིན་ལྟ་ཚད་མ་རྣམ་འགྲེལ་གྱི་ཡང་འགྲེལ་བ་དེ་ཡང་ཡང་གཞན་དག་མང་པོ་རེ་གར་འགྲེལ་དང་བོད་འགྲེལ་དེ་ནས་མང་པོ་ཡོད་རོ་ཨོ་ད་དེ་དག་གི་སྟེང་ན་སྣང་བ་རེད། སྟེང་ན། གཞུང་ཕྲ་རགས་མ་ལུས་པར་བཤད་པ་མཛད་པ་བཞི་པར་མཛད་དེ་ཟླ་བ་གསུམ་ལ་རྫོགས་པར་མཛད་ཟླ་བ་གསུམ་ལ་ཨོ་ད་གཞུང་བཅུ་བདུན་པོ་དེ་ཨེ་ནས་ལྟ་གང་བྱེད་ཆ་ཚང་བ་ཨེ་ནས་སྒོ་ན་འཇུག་བར་དུ་ཆ་ཚང་ཅིག་གསུངས་གནང་བ་རེད། དེའི་སྐབས་སུ་ཡང། རོ་ཨེ་ནའི་ག་ས་སོའི་ཆོས། སོད་ཨ་ལས་ཆོས་སྒྲོལ་ན་ཆོས་སྒྲོལ་ན་རྡོ་རྗེ་འཇིགས་བྱེད་ཀྱི་བདག་འཇུག་སོགས་ལ་ཐུགས་དམ་རིམ་གཉིས་ཀྱི་རྣལ་འབྱོར་རྣམས་མ་ཆག་པར་ཙཀ་ལྟ་ངོ་ནས་བྱེད་ན་རོ་ཨ་སྐབས་དེ་དུས་ཉི་མ་ཉིན་གང་གསུང་ཆོས་ནང་དུ་ང་ལ་ད་སྐུ་ཐང་ཆད་སོ་ར་ཞིག་ཡོད་རོ་ཨ། ཡིན་ན་ཡང་གསུང་ཆོས་སྒྲོལ་ན་སོད་ལ་ལབ་དུ་ང་ལ་སོད་ལབ་དུ་ང་ལ་ང་ཚོ་གི་ད་ཕྱི་དྲོ་ལ་དགོས་རོ་ཨ།

གང་ཟག་མང་ཚོགས་ལ་ཡག་སྡུག་གསུངས་འདུག་གང་ལ་ལྟ་ངོ་ནས་སྐུལ་སྟངས་བྱེད་ཀྱི་རོགས། ཨོ་ཡིན་ན་ཡང་མ་ཆགས་པར་ཛར་སྐྱེ་བོ་ཀུན་ཀྱང་འདི་ནི་བརླག་པའི་བླ་ཡི་དངོས་སུ་བྱིན་གྱིས་བརླབས་པའམ་གཟུངས་ཐོབ་པའི་བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའ་ཆེན་པོ་ཞིག་ཡིན་པར་ངེས་ཀྱི་གཞན་ལ་འདི་ལྟ་བུ་འབྱུང་བ་མི་སྲིད་དོ་ཞེས་མཐུན་པར་ལོས་ཡོང་ཡང་སྐབས་འདི་དུས་ད་ང་ཚོ་གསུང་ཆོས་ཉན་དགའ་ཡོང་མཁན་གང་དགའ་ཡི་ད་དངོས་གནས་དྲང་གནས་བཀུར་བ་དེ་ནི་ག་རེ་རེད་ལབ་འདུག་ཨང་ལ་ལྷག་པའི་བླ་ཡི་ངོས་སུ་བྱིན་གྱིས་རླབས་ཁྱོད་གང་ཟག་ཅེས་ཡ་མེད་ན་ནི་མི་བརྗེད་པའི་གཟུངས་ཐོབ་ཁྱོད་གང་ཟག་འཇུག་སེམས་པ་ཞིག་ཡིན་གྱི་རེད་མ་གཏོགས་གཞན་ད་པའི་གསུང་བཅུ་གསུང་སྤུ་ཏི་བཅུ་བདུན་དེ་དག་ལ་རོ་ད་སྟོད་དུ་ན་བཅུ་རེ་བཅོ་ལྔ་འམ་བཅུ་བདུན་ལ་ཨེ་ནི་བཤད་པ་དེ་འདྲས་ཁྱོད་ཡང་དེ་དག་ག་བ་ག་བ་ཨཱས་ད་པའི་ཁོ་རང་ཧང་ས་ཡང་བསམ་ཡུལ་ལས་འདའ་བའམ་ཨེ་ནི་ངོ་མཚར་རྨད་དུ་བྱུང་བའི་ད་མཛད་པ་ཁྱད་པར་ཅན་ཅིག་རེད་གསུང་གོ་ད་གང་ཅི་མདོག་མདོག་ཅིག་ན་འོ་འདུག་ཟེར་རེད་ཤག། རོ་ཨ་ཡིན་འདུག་ང་ལ་ལྟ་དེ་དངོས་གནས་རེད་ཨང་རོ་ཨ་ད་དངོས་གནས་གཞུང་དེ་དག་ལ་ཨེ་ནས་དཔེ་འགོ་རྒྱ་གར་ག་དུ་གཅིག་ན་འགོ་བཙུགས་ན་ཨེ་ནས་གཞུང་སོ་སོ་སོ་ད་དེ་སྐབས་དེ་དུས་མཁས་པ་མང་པོ་ཡོད་འདུག་ང་ལ་ད་ག་བ་ག་བའི་གསུང་ཆོས་གཅིག་གིས་འགྲིག་གི་མ་རོ་ཨ་ད་ག་བ་ག་ཡི་གསུང་གཅིག་གིས་འགྲིག་གི་མ་རོ་ཨ་བྱ་ཙང་འོ་དེ་འདྲ་ཡིན་ས་རེད་འོ་འདུག་སི་ཨ་ལས་དད་ནས་ཡང་དེ་རིང་ད་ནང་དེ་ལ་རྟོགས་བརྩོད་ཅིག་མཚམས་བཞག་གི་ཡིན།